ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་གསན་གཟིགས་གནང་མཁན་ཚང་མ་སྐུ་ཁམས་བཟང་ང་དཀར་འདས་བློ་གྲོས་ཡིན། དེ་རིང་ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་དང་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་གི་གསར་འགྱུར་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་ལགས་ཉི་ཧོང་ཁུལ་དུ་ཆེད་ཕེབས་ཀྱིས་གྲོས་ཚོགས་འཐུས་མི་སོགས་མཇལ་འཕྲད་དང་བོད་དོན་ཐོག་གསུང་བཤད་གནང་བ་དང།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་ཉན་ཧོང་གྲོས་ཚོགས་ཀྱི་འཐུས་མི་གཙོ་བོར་གྱུར་པའི་ཉན་ཧོང་གི་ཕྱི་འབྲེལ་སྲིད་བྱུས་བློ་མཐུན་པ་སོགས་གནད་ཡོད་མི་སྣ་བདུན་ཅུ་ལྷག་ཙམ་ལ་བོད་དོན་ཐད་གསུང་བཤད་གནང་འདུག་སྐབས་དེར་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་ཉེ་ཆར་ཉན་ཧོང་གྲོས་ཚོགས་ནང་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་སྣེ་མང་ལ་འདྲུད་པའི་འཐུས་མི་བརྒྱད་ཅུ་བརྒྱད་བདུན་བཅས་ཀྱི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་གསར་དུ་བཙུགས་ཐུབ་པར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། འདི་ནི་བོད་ནང་དཀའ་སྡུག་མྱོང་བཞུགས་པའི་བོད་མི་ཚོར་རེ་བ་དང་སྙིང་སྟོབས་སྤེལ་རྒྱུའི་བརྡ་ལན་སྤྲད་མཁན་ཞིག་རེད་ཅེས་གསུངས་འདུག་ཚོགས་འདུ་དེའི་ཐོག་ཕེབས་པ་ཉི་ཧོང་གི་ཤེས་རིག་བློན་ཆེན་ཟུར་པ་དང་ད་ལྟའི་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས Shimomura Hakubun ལགས་ཀྱིས་རྒྱལ་སྤྱིའི་སྟེང་བོད་ཀྱི་ནང་པའི་རིག་གཞུང་དར་ཁྱབ་འགྲོ་བཞིན་ཡོད་པ་དང་བོད་ཀྱི་རིག་གཞུང་ནི་གོ་ལའི་རྩོད་རྙོག་གི་དཀའ་ངལ་སེལ་སླད་ཕན་ཐོགས་ཡོད་པ་ཞིག་ཡིན་སྟབས་ངེས་པར་དུ་མི་ཉམས་རྒྱུན་འཛིན་བྱ་རྒྱུར་རྒྱབ་སྐྱོར་བྱེད་དགོས་ཅེས་གསུངས་འདུག། ཡང་ཀཱ་ལི་ཧྥོར་ནི་ཡའི་བྷེར་ཀི་ལི་གྲོང་ཁྱེར་ལྷན་ཚོགས་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་དེ་བཞིན་བོད་ཀྱི་ལས་འགུལ་ལོར་སྲུང་བརྩི་ཞུ་རྒྱུར་རྒྱབ་སྐྱོར་གནང་རྒྱུའི་སྤྱི་མོས་ཀྱི་ཐོག་ནས་གྲོས་ཆོད་བཞག་འདུག་གྲོང་སྡེ་ལྷན་ཚོགས་དེའི་ནང་ཚོགས་མི་དགུ་ཡོད་པའི་ཁོངས་ནས Chris Woodenton ལགས་ཀྱིས་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་དགོང་མོར་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་མིའི་སྒེར་ལངས་དེ་བཞིན་རིང་མིན་སླེབས་ལ་ཉེ་བ་ལྟར་བོད་མི་རྣམས་བཙན་བྱོལ་དུ་འགྲོ་དགོས་བྱུང་སྟེ་མི་ལོ་ལྔ་བཅུ་ང་བརྒྱད་སོང་བའི་མཚམས་སུལོ་འདིལ་བོད་ཀྱི་ལས་འགུལ་ལོར་སྲུང་བརྩི་ཞུ་རྒྱུའི་བོད་མིའི་ཐག་གཅོད་ལ་རྒྱབ་སྐྱོར་དང་སྦྲགས། Berkeley གྲོང་ཁྱེར་གྱི་ངོས་ནས་གསུམ་བཅུའི་དུས་དྲན་ཉིན་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་ཁང་མདུན་དུ་བོད་ཀྱི་རྒྱལ་དར་སྒྲིག་འཛུགས་ཀྱིས་བུད་མེད་རྩ་དོན་ལ་རྒྱབ་སྐྱོར་ཞུ་རྒྱུའི་གྲོས་ཆོད་གྲོས་འཆར་ཞིག་གྲོས་མདོ་ལྷན་ཚོགས་སུ་ཕུལ་བ་ལྟར་སྤྱི་མོས་ཀྱི་ཐོག་ནས་རྒྱབ་གཉེར་གཏན་འབེབས་གནང་ཡོད་པ་རེད། གནས་ཚུལ་རྒྱས་པར་འདི་གའི་གསར་འགོད་པ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གྲོང་ཁྱེར Berkeley ནས་བཏང་གནང་བ་དེ་གཟིགས་རོགས་གནང། སྦག་ཀླི་གྲོང་ཁྱེར་ངོས་ནས་གསུམ་བཅུའི་དུས་དྲན་ཉིན་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་ཁང་མདུན་དུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱིས་བོད་མིའི་རྩ་དོན་ལ་རྒྱབ་སྐྱོར་ཞུ་རྒྱུའི་གྲོས་ཆོད་གྲོས་འཆར་ཞིག་གྲོང་སྡེ་ལྷན་ཚོགས་སུ་འཕྲིན་འབུལ་གནང་བ་ལྟར་སྤྱི་མོས་ཀྱི་ཐོག་ནས་འཇམ་མཉེན་གཏན་འབེབས་གནང་སོང། སྐབས་དེར་གྲོས་ཆོད་གྲོས་འཆར་འདོན་སྤེལ་གནང་མཁན་སྦག་ཀླི་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་མི Chris Worthington ལགས་སུ་བཅར་འདྲི་ཞུས་པའི་སྐབས།
Berkeley གྲོང་ཁྱེར་གྱི་ངོས་ནས་དེ་རིང་ཕྱི་དྲོར་ལོ་ཉི་ཤུ་རྩ་གཅིག་སྟར་ཆགས་རིང་བོད་མིའི་སྒེར་ལངས་ཉིན་བོད་ཀྱི་རྒྱལ་དར་བསྒྲེངས་འཛུགས་ཀྱིས་བོད་མིར་གདུང་སེམས་མཉམ་སྐྱེད་དང་དེ་དང་ཆབས་ཅིག་བོད་དོན་ལས་འགུལ་ལ་རྒྱབ་གཉེར་ཞུ་བཞིན་ཡོད་གང་ལགས་ཤེ་ན་བོད་ནང་གི་ཁོར་ཡུག་དང་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཇེ་ཞན་དུ་སོང་བཞིན་པ་དང་ལྷག་པར་དུ་ཉེ་བའི་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དྲུང་དུ་མཇལ་བཅར་དང་བཀའ་ཆོས་ཞུ་བར་ཡོང་མཁན་གྱི་བོད་མི་རྣམས་ལ།

སྤྱི་མོས་ཀྱི་ཐོག་ནས་བོད་དོན་ལ་རྒྱབ་སྐྱོར་གནང་བའི་གྲོས་ཆོད་གཏན་འབེབས་གནང་བའི་ནང་དུ་རྒྱ་ནག་གཞུང་ལ་བོད་མི་ཞི་རྒོལ་བའི་ཐོག་དྲག་གནོན་བྱེད་མཚམས་བཞག་དགོས་པའི་འབོད་སྐུལ་དང་སྦྲགས་གསེར་རྟ་བླ་རུང་མཁར་གྱིས་རྒྱལ་བཙུན་རྣམ་པའི་གྲྭ་ཤག་གཏོར་བཤིག་དང་རྒྱལ་བཙུན་གྲངས་འབོར་ཚོད་འཛིན་བྱེད་བཞིན་པར་སྐྱོན་བརྗོད་དང་སྦྲགས་བྷར་ཀླི་གྲོང་ཁྱེར་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ལ་བོད་མིའི་རང་ཐག་རང་གཅོད་ཀྱི་ཐོབ་ཐང་ལ་བརྩི་བཀུར་དང་བདེ་འཇགས་སྲུང་སྐྱོབ་ཞུ་དགོས་པ་མ་ཟད་བོད་ཀྱི་གནད་དོན་དེ་བཞིན་རྒྱ་ནག་གཞུང་གི་ངོས་ནས ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་དང་གྲོས་མོལ་གནང་སྟེ་སེལ་དགོས་པའི་འབོད་སྐུལ་གནང་བ་དང་ཆབས་ཅིག་བོད་མིའི་དྲང་བདེན་གྱི་འཐབ་རྩོད་འགྲོ་བཞིན་པ་དེ་ལ་རྒྱབ་སྐྱོར་ཚུན་ཆད་དུ་ཉིས་སྟོང་བཅུ་བདུན་ལོ་འདི་བཞིན་བོད་ཀྱི་ལས་འགུལ་ལོར་སྲུང་བརྩི་བྱེད་རྒྱུའི་ཆེད་གསུམ་བཅུའི་དུས་དྲན་ཉིན་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་ཁང་མདུན་དུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུའི་ཐག་གཅོད་ཞུ་རྒྱུ་ཡིན་ཞེས་འཁོད་འདུག་ཕྱི་ཚེས་བཅུ་བཞི་ཉིན་གྱི་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་འདུ་དེའི་ཐོག་ཆེད་བཅར་ཞུས་པའི་བྱང་ཀེ་ལི་ཧྥོ་ནེ་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་འབྱུང་གནས་ལགས་སུ་དགོངས་ཚུལ་སོགས་བཀའ་འདྲི་ཞུས་པའི་སྐབས་གྲོས་ཆོད་དེ་ནི་བོད་མིར་དགའ་བ་བྱེད་དགོས་པའི་གནད་དོན་ཞིག་རེད་གསུངས་སོང།
ད་ལྟ་ད་ལོ་ལོ་ཉིས་སྟོང་བཅུ་བདུན་འདི་ང་ཚོ་བོད་ཀྱི་ལས་འགུལ་ལོ་བྱས་དེ་འདྲ་ཆིག་བརྩེགས་ཡོད་དུས་སྐབས་སུ་སྟག་མི་སེར་གྱིས་དེ་ང་ཚོའི་ལས་འགུལ་ཞུ་གཏུག་སྤེལ་བྱས་ཨན་བྷར་བྷར་གླི་གྲོང་སྡེ་ལྷན་ཚོགས་འདི་ནང་ལོགས་ལ་ཡང་གྲོས་ཆོད་དུ་བཞག་ཐུབ་པ་བྱུང་སོང་ཨ་ནི་འདི་དགའ་བོ་ཞིག་རག་བྱུང་སོང་ཨ་འདི་གལ་ཆེན་པོ་ཅིག་ཆགས་ཀྱི་འདུག་ཨ་དུས་ད་རྣམ་པ་ཀུན་ཏུ་ད་ང་རང་ཚོ་ཚང་མས་ཀྱི་བོད་དོན་གྱི་བདེན་མཐའ་སེ་ཡ་འདི་ག་ལ་ཡང་འབད་བརྩོན་ཞུས་དགོས་ཡོད་རེད་འདི་ང་རང་ཚོའི་ངོས་ནས་འདུག་སོང་འབད་བརྩོན་དུ་ཞུས་བྱས་གྲུབ་འབྲས་སུ་ཐོན་སོང་འདི་ལ་ཡང་ཚང་མས་ཁ་ལོ་རེ་དགག་བྱ་བཅས་མེད་པའི་ཐོག་ནས་འདུག་ཆུ་ཆུ་ཤ་ཐོ་བ་ཆུ་སྟེང་ལ་དཔེ་མི་སྲིད་དགའ་པོ་ཞིག་རག་བྱུང་སོང་ས་འདི་ཞུ་ཡ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཨ་རིའི་ནུབ་རྒྱུད་གསར་འགོད་པ་བཀྲ་ཤིས་དབང་ཕྱུག་གིས་གྲོང་ཁྱེར Berkeley ནས་སྙན་སྒྲོན་ཞུ་གི་ཡོད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་དྲུང་ཆེ་ཤེར་གླིང་ཟླ་སྒྲོན་ལགས་ཀྱིས་ཕྱི་ཟླ་གཉིས་པའི་ཚེས་བཞི་ནས་བཅུ་གཉིས་བར་དབྱིན་ཡུལ་ནང་སྐོར་སྐྱོད་གནང་ནས་ཤེས་ཡོན་བསྟི་གནས་ཁང་ཀེམ་བྷྲིཇ་མཐུན་རུམ་སློབ་གྲྭ་སོགས་ཀྱི་ནང་བོད་དོན་གསུང་བཤད་དང་དེ་བཞིན་གནད་ཡོད་མི་སྣ་མང་པོ་ཞིག་དང་མཇལ་འཕྲད་གནང་ནས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་འདུག་ཀེམ་བྷྲིཇ་མཐུན་རུམ་སློབ་གྲྭའི་ནང་ཤེར་གླིང་ཟླ་སྒྲོན་ལགས་ཀྱིས་ཡུལ་གྱར་མི་རིགས་ཀྱི་ངོ་བོ་དེ་གང་འདྲ་ཞིག་ལ་འགྱུར་འགྲོ་བ་དང་རང་ཡུལ་དུ་ལོག་རྒྱུའི་འདུན་སེམས་ཅེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་འདུག་ཅིང་ལྷན་ཚོགས་དེའི་ཐོག་ཕེབས་མཁན་གྱི་གྲས་སུ་མཉམ་འབྲེལ་རྒྱལ་ཚོགས་ནང་གི་དབྱིན་ཇིའི་སྐུ་ཚབ་ཟུར་པ་སིར Jeremy Greenstock ལགས་དང་ཡང་ཨི་རག་ནང་གི་དབྱིན་ཇིའི་དམིགས་བསལ་སྐུ་ཚབ་གནང་མྱོང་མཁན་སོགས་ཕེབས་ཡོད་འདུག་དེ་བཞིན University of Westminster ཞེས་པའི་སློབ་ཁང་དུ་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་དབུ་མའི་ལམ་གྱི་གནད་འགག་ཅེས་པའི་སྐོར་གསུང་བཤད་གནང་པ་དང། དེ་བཞིན་ཁོང་གིས་དབྱིན་ཇིའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་མཇལ་འཕྲད་ཀྱིས་བོད་ཀྱི་ད་ལྟའི་གནས་བབ་ངོ་སྤྲོད་དང་བོད་དོན་ཐད་མུ་མཐུད་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་གནང་ཡོད་པ་རེད། སྐུ་ཚེ་ཧྲིལ་པོར་བོད་དོན་ཆེད་ཕྱག་ལས་གནང་མཁན་སྐུ་ངོ་སྣར་སྐྱིད་ངག་དབང་དོན་གྲུབ་མཆོག་དགུང་ལོ་བརྒྱད་ཅུ་བརྒྱད་བརྒྱད་ཐོག་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཁོང་རྒྱ་གར་རྒྱལ་ས་ལྡི་ལི་ནང་དགོངས་པ་རྫོགས་འདུག་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་མ་བྱས་གོང་ཁོང་བོད་གཞུང་གི་གཞུང་ཞབས་བརྩི་སྒྲུང་གནང་མྱོང་ཡོད་པ་དང། དེ་ནས་ལོ་རབས་ལྔ་བཅུའི་འགོ་སྟོད་དུ་རྒྱ་ནག་རྒྱལ་ས་པེ་ཅིན་དུ་ཡོད་པའི་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་རུ་ལོ་བདུན་རིང་སློབ་སྦྱོང་གནང་ཞིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་དུ་བཙན་བྱོལ་དུ་ཕེབས་ནས་བཙན་བྱོལ་བོད་གཞུང་གི་ཕྱི་སྲིད་དྲུང་ཆེ་གནང་བ་དང་དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་འབྲེལ་ལྟར་མ་འོངས་བོད་ཀྱི་རྩེ་ཁྲིམས་གསར་བཟོ་ཐད་ཕྱག་ལས་གནང་ཡོད་པ་རེད། དེ་བཞིན་བོད་ཀྱི་དཔེ་མཛོད་ཁང་དང་ཉི་ཧོང་ན་ཡོད་པའི་ཨེ་ཤི་ཡའི་དཔེ་མཛོད་ཁང་ཨ་རིའི་མངའ་སྡེ་ཀཱ་ལི་ཧྥོ་ནི་ཡ་ན་ཡོད་པའི་སློབ་ཆེན་ཁག་ཅིག་གི་ནང་བོད་ཀྱི་སྐད་ཡིག་དང་རིག་གཞུང་ལོ་རྒྱུས་བཅས་ཀྱི་དགེ་རྒན་ཡང་གནང་མྱོང་ཡོད་པ་མ་ཟད། རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་མཛད་རྣམ་ཕྱོགས་བསྒྲིགས་ཀྱི་སྡེ་ཚན་ནང་ཕྱག་ལས་གནང་སྟེ་སྐུ་ཚེ་ཧྲིལ་པོར་བོད་དོན་དང་བོད་ཀྱི་རིག་གཞུང་ཐོག་བཏང་གནང་ཡོད་པ་རེད། ཕྱི་ཚེས་བཅོ་ལྔ་ཉིན་སྐུ་ངོ་སྣར་སྐྱིད་ངག་དབང་དོན་གྲུབ་ལགས་ཀྱི་སྐུ་ཕུང་ཞུགས་འབུལ་ཞུས་པ་དང་འབྲེལ་བའི་སྐོར་ང་ཚོའི་ལྡི་ལི་གསར་འགོད་པ་བསོད་ནམས་སྟོབས་རྒྱལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཟིགས་རོགས་གནང། གཞུང་ཞབས་ཟུར་པ་སྐུ་ངོ་སྣར་སྐྱིད་ངག་དོན་གྲུབ་ལགས་རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བཅས་པའི་ཧོ་ལི་ཕེམ་ལི་སྨན་ཁང་ནང་དགོངས་པ་ཚོགས་ཡོད་པ་རེད་འདུག་ཁོང་དགུང་གྲངས་བརྒྱད་ཅུ་གྱར་འགུགས་སླེབས་ཟིན་པ་དང། སྤྱི་ཟླ་དང་པོའི་ཚེས་ཉི་ཙག་དྲུག་ཉིན་གནས་མཆོག་དོ་སྤྱི་གདན་ནས་དུ་དབང་ཐེངས་སུམ་ཅུ་སོ་བཞི་བ་ཞུས་གྲུབ་ནས་ཉིན་ཤས་རིང་གློ་བསྟུད་མར་བརྒྱབ་སྟེ་སྨན་ཁང་ལ་སྨན་བསྡུ་བྱས་ཀྱང་དྲག་སྐྱེད་མ་བྱུང་བར་མཐའ་མ་གོང་པ་ཚོགས་ཡོད་པ་དང། ད་རེས་ཀྱི་ཡིད་སྐྱོའི་གནས་ཚུལ་དེའི་སྐོར་ལ་ལྡི་ལི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་ཨ་ཡན་ཚེ་དབང་རྒྱལ་པོ་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་ངོ་སྤྲོད་དེ་འདྲ་ཞིག་ཀྱང་གནང་བྱུང། ཀུན།
ཐོག་ནས་ཡིན་པ་རེད་ན་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་ཞབས་ཞུ་ཞུས་པ་དང་ཁོང་རང་གི་རྩོམ་བྲིས་བྱས་པ་དང་དེ་ཚོ་ཚང་མ་དཔེ་དེ་རྒྱས་པོ་ཞེ་དྲག་བྱུང་ཡོད་རེད་ངའི་ཐོག་ལ་ངའི་གི་ཐོག་ནས་ཡིན་པ་རེད་ན་ཞིབ་ཅིག་ཕྲག་པ་དེ་འདྲའི་ཡག་པོ་ཅིག་ཤེས་ཀྱི་མེད་དེ་ཡིན་ནས་སྔེན་མ་ནས། འདི་ཉི་ཧོང་ལ་ཡིན་པ་རེད་ན་ཀུན་ཧོ་ཕི་ཡེ་ཉི་ཧོང་ལ་བཞུགས་རྗེས་ཉི་ཧོང་གི་མཐོ་སློབ་ནང་ལོགས་ལ་བོད་པའི་གི་ཅིག་རིག་གཞུང་རེད་ཡི་གེ་རེད་དེ་འདྲའི་བསླབ་པའི་གི་དེ་འདྲའི་སློབ་ཁྲིད་འདི་འདྲའི་ཡག་པོ་ཞེ་དྲག་གནང་དེ་ཡོད་རེད་སློབ་ཕྲུག་དེ་འདྲའི་ཆེན་པོ་ཞེ་དྲག་མང་པོ་ཡོད་རེད་སུ་རྒྱ་གར་ལ་ཕེབས་རྗེས་ཀུན་ཧོ་ཡང་ཡི་གེ་མཚན་ཉིད་གྲྭ་ཚང་ལ། བོད་སྐད་ནང་ཡས་དང་ཧན་ཐི་དང་ཆབས་ཅིག་ཏུ་དགའ་ལྡན་ཕོ་བྲང་ནང་ལོགས་ལ་ཡིན་པར་གཞི་ན་རྙིང་མ་ཡིག་ཆ་རྙིང་པ་འདིར་ཕྱོགས་བསྒྲིགས་གནང་ཡས་དང་སྐྱབས་མགོན་རིན་པོ་ཆེ་ཟེར་ནམ་དེ་འདྲས་བྲིས་རྗེས་ཨ་མདའ། རྩོམ་དེབ་འདི་འདྲས་བྲིས་པ་འདི་འདྲས་ག་ལ་ག་ཚམ་གྱི་འདུག་ཆགས་བསྡད་ཡོད་རེད། རྒྱ་གར་རྒྱལ་ས་ལྡི་ལི་ནས་ཨེ་ཤི་ཡ་རོགས་རླུང་འཕྲིན་ཁང་གི་གསར་འགོད་པ་སུ་ནག་སྟོབས་རྒྱལ་དང་དཔར་པ་བསྟན་འཛིན་འོད་ཟེར་གཉིས་ནས། འཛམ་གླིང་ས་ཕྱོགས་གང་སར། ལོ་བརྒྱ་དང་བཞིའི་སྔོན་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་མཆོག་གིས་བོད་རྒྱ་ནག་ནས་ཐ་དད་པ་ཡིན་པར་བཀའ་སྩལ་སེ་རག་གནང་བའི་དུས་དྲན་རྣམ་པ་འདྲ་མིན་གྱི་ཐོག་ནས་སྲུང་བརྩི་ཞུ་བཞིན་ཡོད་ཅིང་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་ཕོ་བྲང་སྤོ་སྟངས་ལས་ངོ་སྤྲོད་ཀྱི་ཐོག་ནས་སྲུང་བརྩི་ཞུས་པའི་སྐོར་རྡ་རམ་ས་ལ་ནས་ལོ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཟིགས་རོགས་གནང། སྤྱི་ལོ་ཉིས་སྟོང་བཅུ་བདུན་ཕྱི་ཟླ་གཉིས་པ་གི་ཚེས་བབ་བཅུ་གསུམ་ཉིན་གྱི་དགོང་ཁར། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་ཕྱག་དབྱར་རྒྱ་གར་རྡ་རམ་ས་ལའི་ཧི་མ་ཅལ་ཀི་ལབ་ཧའོ་སི་འཚོགས་ཁང་དུ། བོད་མི་ཟླ་ཕྱི་རྒྱལ་མི་རིགས་བོད་དོན་དོ་སྣང་བྱེད་མཚོར། བོད་མི་མང་སྤྱི་འཐུས་ལྷ་རྒྱལ་རྣམ་རྒྱལ་སྒྲོན་དཀར་ལགས་དང། བོད་མི་མང་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས། བོད་བདག་རང་བཙན་འཐབ་རྩོད་པ་རྟ་འཛིན་བརྩོན་འགྲུས་ལགས་གསུམ་གྱིས། བོད་རྒྱལ་ཁབ་ཀྱི་དབུ་ཁྲིད་གོང་གསལ་སྐྱབས་མགོན་ཆེན་པོའི་བཞུགས་གནས་བདག། དེ་སྔ་བོད་དུ་གཞུང་གི་ལས་ཁུངས་མ་ལག་དང་སྤྱི་བའི་གི་རྟེན་གཞི་གཙོ་བོ། རྒྱལ་སྲས་ལྷ་སའི་ཕོ་བྲང་སྤུ་ཟླ་ལ་གི་སྐོར་ཡི་ངོ་སྤྲོད་དེ། ཕོ་བྲང་དེ་ནི་བོད་དུ་རང་བཙན་གི་མཚོན་རྟགས་གལ་ཆེན་ཡིན་པའི་གི་སྐོར་གྱི་གསུང་བཤད་གནང་ཡོད་ཅིང། དེ་ལ་བོད་མི་མང་སྤྱི་འཐུས་ལྷ་རྒྱལ་རི་རྣམ་རྒྱལ་སྒྲོན་དཀར་ལགས་ནས་གསུང་དོན། གང་ལྟར།
ངས་གནས་ཚུལ་འདི་ཞུ་བའི་རྒྱུ་མཚན་ག་རེ་ཞུ་ན། འདི་བོད་ནང་ལོགས་ལ་བཞུགས་ངེས་བོད་མི་ཚོའི་གི། ལས་རྒྱུ་བ་གཅིག་གི། འཐབ་རྩོད་པ་གཅིག་གི། པོ་ཏཱ་ལ་ལྟ་སྟངས་ཀྱི་སེམས་ཁམས་ཀྱི་སྟོན་འཁོར་རེད་བསམ་གྱི་འདུག། ཆུ་རྒྱལ་ཧྲོང་ཙན་སྒམ་པོའི་རྒྱལ་ས་ལྷ་ས་ལ་ཤོད་དེ། ཕོ་བྲང་པོ་ཏཱ་ལ་གསར་དུ་བཞེངས་བའི་གནད་འགག་ཟིག་ཆགས་ཡོད་པ་ལ། དེ་བཞིན་བོད་རྒྱལ་རིམ་བྱོན་མང་བོ་ཟིག་གི་བཞུགས་གནས་ཡིན་པ་མ་ཟད། གོང་ས་ལྔ་བ་ཆེན་པོས་ཀྱང་རྒྱུ་མཚན་དེ་ལ་གཟིགས་ཏེ། སྒེར་བདུན་ཕོ་བྲང་གི་ཆགས་ས་ཕོ་བྲང་པོ་ཏཱ་ལ་ལ་གནང་ཡོད་པས། ང་རང་སྒེར་གྱི་ངོས་ནས་རྒྱལ་རབས་ལོ་རྒྱུས་ལ་འབྲེལ་ཏེ་གནད་འགག་ཟིག་མཐོང་གི་ཡོད་པ་དང། བཙན་བྱོལ་ནང་སྐྱིབས་མཚར་གི་བུ་མོ་ཚོས་བོད་དད་བུ་མི་གི་མཚོན་རྟགས་འཚོལ་སྐབས། བོད་རྒྱལ་ཁབ་ཀྱི་རྒྱལ་དར་དེབ་སྦྱར་ས། ང་ཚོའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་ཀྱིས་ལམ་སང་བསམ་བློར་འཁོར་ཡོང་བ་དང། ང་རང་བོད་པ་ཡིན་བསམ་པ་གི་སྤོབས་པ་སྐྱེ་ས་དང། ལོ་རྒྱུས་སྟེང་བལྟས་ན་བོད་དབུ་རང་བཙན་རྩོད་དགོས་བ་གི་རྒྱུ་མཚན་མང་པོ་ལས་གཅིག་ནི། ཕ་ཡུལ་དུ་ལོག་ས་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གདན་འདྲེན་བཞི་ས་དེ། ཕོབ་ཀྱང་སྤུ་ཟླ་ལ་ཡིན་བསམ་ནས་སེམས་ཤུགས་ཟླ་ཚོར་བ་སླེབས་ཀྱི་འདུག་ཅེས་གསུངས་སོང། གཞིས་སྒར་རྡ་རམ་ས་ལ་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ལྡེ་པར་བ་བསྟན་འཛིན་བཏོན་ཡོད་གཉིས་ཀ་ཡིན། ཡང་དེ་བཞིན་སུའུ་ཙི་ལན་འདྲེར་ཡོ་རོབ་བོད་རིགས་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་དུས་དྲན་དེ་སྲུང་བརྩི་ཞུས་པའི་སྐོར་རག་ཕང་ཚེ་རིང་ཕུན་ཚོགས་ལགས་ཀྱིས་གནས་ཚུལ་བཏང་གནང་པ་དེ་གསལ་རོགས་གནང། སུད་སི་གྲོང་ཁྱེར་ཛུ་རིག་གི་ཁེ་ཁེ་གེ་མ་ཏེ་ཚོགས་ཁང་ཆེན་པོའི་ནང། ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་གོ་སྒྲིག་འོག་གཞོན་ནུ་གཙོ་པོར་གྱུར་པའི་མི་གྲངས་ཉིས་བརྒྱ་ལྷག་དང་ལྷན་འཛོམས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་གཅེས་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་སྲིད་ན་རིང་བའི་མཇལ་དར་ཕུལ། འཆར་ལ་ཉེ་བའི་མི་བྱ་གནམ་ལོ་གསར་ཐོ་ཞེས་པའི་དགྱེས་སྟོན་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲིས་སྔོན་བསུས་བོད་ཀྱི་རྒྱལ་གླུ་བཏང་སྟེ་རྗེས་དྲན་མཛད་སྒོ་དབུ་འཛུགས་གནང་སོང། བོད་ཀྱི་རྒྱལ་གླུ་བཏང་རྗེས་ཚང་མ་བཞུགས་གྲལ་ལ་འཁོད་མཚམས་རྗེ་གོང་མ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་ནས་ཆིག་སྟོང་དགུ་བརྒྱ་བཅུ་གསུམ་དགུ་ལོར་བོད་རང་བཙན་གཙང་མ་ཡིན་པའི་བཀའ་རྩ་འགྲེམས་བསྒྲགས་གནང་པའི་བཀའ་རྩ་ངོ་སྤྲོད་དང་ཆབས་ཅིག་བོད་ཆེན་པོའི་སྟོད་སྨད་བར་གསུམ་གྱི་ཡོ་རྫོ་སོ་སོའི་ཆས་གོས་ཀྱི་རྣམ་གྲངས་འཁྲབ་སྟོན་གྱི་ལམ་ནས་དེ་ལྟར་ངོ་སྤྲོད་གནང་སོང། མཚམས་དེར་གུས་པ་གསར་འགོད་པས་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་ཚོགས་གཙོ་བསྟན་འཛིན་བདེ་སྐྱིད་ལགས་སུ་མཇལ་ཞུས་ཏེ་དེ་ལྟར་རྗེས་དྲན་གནང་དགོས་པའི་དམིགས་ཡུལ་གྱི་ཐད་བཀའ་འདྲི་ཞུ་སྐབས་ཁོང་ནས་དེ་ལྟར་ངོ་སྤྲོད་གནང་བྱུང། ད་ལྟ་ཨ་གཅིག་དང་དགུ་བརྒྱ་བཅུ་གསུམ་ལོར་ལ་སྐུ་མདུན་སྐུ་ཐོག་བཅུ་གསུམ་པ་གྱི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་ལ་བོད་རང་བཙན་གཙང་མ་ཡིན་པ་ཚང་གྲུབ་ཆེན་གནང་བ་རེད། ད་ནི་འདི་བརྒྱུད་ནས་ང་ཚོས་ཉིས་སྟོང་བཅུ་གསུམ་ནི་ལོ་སྟག་རེ་བཞིན་ནི་ད་དུས་ཆེན་གོ་གྲ་སྒྲིག་བྱེད་ཡ་ཐབས་ཤེས་གཏང་རྒྱུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་འབྲང་རྩེ་ཕུན་གྱིས་སུད་སི་གྲོང་ཁྱེར་ཛུ་རིག་ནས་ཞུ་གི་ཡོད། ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་སྔ་དྲོ་དགེ་ལེགས་རིན་པོ་ཆེ་ཨ་རིའི་མི་ཤི་གི་མངའ་སྡེ Ann Arbor གྲོང་ཁྱེར་ན་དགོང་པོ་འཛོགས་འདུག་དགེ་ལེགས་རིན་པོ་ཆེས་མཚན་གཞས་ལ་ཉག་རི་ཁེན་ཁྲོན་ཡང་ཞུགས་ཀྱི་ཡོད་ཅིང་ཁོང་འབྲི་གུང་བློ་གསལ་གླིང་གི་སྤྲུལ་པའི་སྐུ་ཞིག་ཡིན་པ་དང་ཨ་མི་རི་ཀའི་ནང The Jewel Heart བཅས་པ་བོད་ཀྱི་ཆོས་དང་རིག་གཞུང་སློབ་གཉེར་ཁང་ཞེས་པ་ཞིག་ཕྱི་ཚུལ་གནང་སྟེ་རྒྱུན་རིང་སློབ་ཁྲིད་གནང་སྟེ་བཞུགས་ཡོད་པ་རེད། དགེ་ལེགས་རིན་པོ་ཆེ་སྤྱི་ལོ་བཅུ་ཚང་དགུ་བརྒྱ་སུམ་ཅུ་སོ་དགུ་ལོར་བོད་ཀྱི་རྒྱལ་ས་ལྷ་སར་འཁྲུངས་ཤིང་འབྲས་སྤུངས་བློ་གསལ་ལས་གྲྭ་ཚང་དུ་ཆོས་ཞུགས་ཁྲི་སྟོན་དང་སློབ་གཉེར་གནང་ཡོད་ལ་ཕྱི་ལོ་བཅུ་ཚང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་བྱོལ་དུ་ཕེབས་རྗེས་ལྡི་ལི་བོད་ཁང་གི་འགན་འཛིན་ཕྱག་ལས་གནང་ཡོད་པ་དང། ཁོང་གིས་ལོ་རབས་བརྒྱད་ཅུའི་ནང་ཆེད་འཛུགས་གནང་པའི Jewel Heart རྒྱལ་སྤྱིའི་ལྟེ་གནས་ཁང་བཅས་པ་དེའི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་ནང་ཆོས་གཞུང་ལུགས་ཀྱི་ནང་དོན་ཁག་མི་སྒེར་སོ་སོའི་མི་ཚེའི་ནང་ལག་ལེན་དུ་འཁེལ་ཐབས་ཡིན་འདུག་ཅིང་ཚོགས་པ་དེའི་ཚོགས་མིའི་ཁོངས་སུ་ཨ་རིའི་ཤེས་ཡོན་ཅན་པ་དང་སྒྱུ་རྩལ་བ Amy Hertz དང Jonathan Rose Richard Gere དང Philip Glass སོགས་ཡོད་འདུག་རྒྱ་གར་བོད་མིའི་སློབ་གྲྭ་ཁག་གི་འཛིན་རིམ་བཅུ་གཉིས་ཀྱི་སློབ་པ་མཐར་སོན་པའི་སློབ་ཕྲུག་ཚོ་རང་རང་སོ་སོའི་མ་འོངས་པའི་མདུན་ལམ་གྱི་དམིགས་ཡུལ་གཞིར་བཟུང་རྒྱ་གར་གྱི་མཐོ་རིམ་སློབ་གྲྭ་ཁག་གི་ནང་འཛུལ་ཞུགས་བྱ་རྒྱུར་ལྟ་བ་འགའ་ཤས་ལས་མེད་ཅིང་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་སློབ་ཕྲུག་གི་མ་འོངས་པའི་མདུན་ལམ་འཚོལ་ཕྱོགས་ཐད་གཞོགས་འདེགས་དང་སློབ་སྟོན་གནང་རྒྱུར་ཆེད་འཛུགས་གནང་པའི་མདུན་ལམ་སློབ་སྟོན་པ་ཁག་བོད་མིའི་གཞིས་ཆགས་ཁག་ཏུ་སྐོར་སྐྱོད་གནང་བཞིན་ཡོད་པ་ནས་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་གཞིས་ཆགས་སུ་མདུན་ལམ་སློབ་སྟོན་པ་ཆེད་ཕེབས་ཀྱི་གནས་ཚུལ་ཞིག་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་དེ་གཟིགས་རོགས་གནང།

ཧོན་ཚུའུ་རབ་རྒྱས་གླིང་དང་དེ་བཞིན་སྦལ་ཀུ་པོའི་ལུགས་ཟུང་བསམ་འཕྲུལ་གླིང་བཅས། རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་གི་མང་ཚོགས་དང་སློབ་ཕྲུག་བཅས་ལ། ཚན་པ་དེས་ངོ་སྤྲོད་དང་ལས་དོན་བྱེད་ཕྱོགས། དེ་བཞིན་གཙོ་བོ་བོད་ཕྲུག་ན་གཞོན་ཚོའི་མདུན་ལམ་ཐད་གོ་རྟོགས་ཀྱི་གཏམ་བཤད་སྤེལ་ཞོད་ཀྱང། མདུན་ལམ་སློབ་སྟོན་ཚན་པའི་ལས་བྱེད་པ་འཇིགས་མེད་ཐམ་སྒྲོལ་ལགས་མྱོང་བར་བརྟེན། ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན་དགེ་ལེགས་རྣམ་རྒྱལ་ལགས་གཅིག་པུས་སྦལ་ཀུ་པོ་སྡེ་དགེ་སླར་གསོའི་མི་མང་ཚོགས་ཁང་གི་ནང་དུ། གཞིས་ཁོངས་དེའི་མང་ཚོགས་ལ་གོ་རྟོགས་ཀྱི་གཏམ་བཤད་འདི་བཞིན་གནང་སོང་ལ། སྐབས་དེར་ཁོང་གིས་ལས་འགུལ་དེའི་སྐོར་ངོ་སྤྲོད་གནང་ཡོད་ལ། དམིགས་བསལ་གྱིས་གཞོན་སྐྱེས་ཚོ་གིས་མ་འོངས་མི་ཚེའི་ཐོག་ལ་གཅིག་གོམ་པ་རྒྱབ་སྟངས་དང་བསམ་བློ་བཏང་སྟངས། སོ་སོ་གི་མི་ཚེ་ཧྲག་ཏག་ཏག་ཡིན་ཡང་དང་སོ་སོ་གི་མི་ཚེའི་ནང་ལོགས་མདུན་ལམ་བཟང་པོ་ཅིག་དང་ཡག་པོ་ཞིག་ཡོང་ཡག་གི་ཆེད་དུ་ལ་གཅིག་ཉི་མ་ཉི་མའི་ནང་ལོགས་ལ་འགན་ག་རེ་འཁྱེར་འོས་དོ། ཕ་མ་ཚོ་གི་ངོས་ནས་ཉི་མ་ཉི་མའི་ནང་ལོགས་བསམ་བློ་ག་རེ་བཏང་དགོས་དོ། ག་ལ་ཀུ་བེ་སྡིག་སླར་གསོའི་མི་དམངས་ཚོགས་ཁང་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པར་དཔལ་དམངས་གྲུབ་ཀྱིས་གནས་ཚུལ་ཕུལ།